བཙན་བྱོལ་བོད་མིའི་དགེ་འདུན་པ་བཅས་དེ་ལ་ཡུལ་ཤོག་གི་ཐོབ་ཐང་གཉིས་རྩ་ཡོད་པ་དང། ཨ་ནེ་དགེ་འདུན་པ་མིན་པ་ཚོ་ལ་ཡུལ་ཤོག་གི་ཐོབ་ཐང་གཅིག་མ་གཏོགས་མེད་པ་དེས། གཞི་རྩའི་མང་གཙོའི་ལམ་སྲོལ་གྱིས་མི་གཅིག་གིས་ཡུལ་ཤོག་གཅིག་ཟེར་ཡག་གི་ལྟ་གྲུབ་དང་འགལ་གྱི་རེད་མ་རེད་བྱས་ནས་བཀའ་འདྲི་གནང་ཤག། དེའི་ཐོག་ལ་ལམ་སང་འགལ་གྱི་རེད་འགལ་གྱི་མ་རེད་ཟེར་ཐག་བཅད་ནས་ལབ་ཡག་ཁག་པོ་རེད། འདི་སྐོར་ལ་ཞིག་ཚ་པོ་བྱས་ནས་ཞི་འཇུག་མ་བྱས་པ་ཡིན་ན་ཧབ་དེ་ག་ལ་ཡ། ཁྱོད་ཡོང་གི། ཐོག་མའི་མཐོང་སྣང་ར་བ་གཅིག་གི་ཐོག་ནས་འདི་རེད་འདི་མ་རེད་ཟེར་ནས་ལབ་ཡག་ཁག་པོ་རེད་བསམ་གྱི་འདུག་སྤྱི་བཏང་མང་གཙོའི་ལྟ་གྲུབ་ཀྱི་ནང་ལ་མི་གཅིག་གིས་སོ་སོའི་སྐུ་ཚབ་འདེམས་སྒྲུག་བྱེད་པའི་སྐབས་ལ་ཡང་ཐེངས་གཅིག་མ་གཏོགས་ཡང་འགྱོགས་ཡང་འགྱོགས་གོ་སྐབས་གང་ཡང་མེད་པ་དེ་དངོས་ཡོད་ཀྱི་གནས་ཚུལ་རེད། ཡིན་ན་ཡང་འཐུས་མི་ཡོངས་ཁོངས་ཀྱི་ཆ་ནས་མི་འདྲ་བ་ཆགས་འགྲོ་དུས་སྐབས་ལ་དེ་འདྲའི་གི་ཐོབ་ཐང་ཡོད་པ་དེང་རབས་ཀྱི་ནུབ་ཕྱོགས་དང་ཤར་ཕྱོགས་ཀྱི་མང་གཙོའི་རྒྱལ་ཁབ་མང་པོའི་ནང་ལ་ཡོད་རེད་དཔེར་ན་རྒྱ་གར་ལྟ་བུ་ལ་ཆ་བཞག་པ་ཡིན་ན། རྒྱ་གར་གྱི་མངའ་སྡེ་ཁ་ཤས་ཀྱི་གྲོས་ཚོགས་གོང་འོག་གི་ནང་ནས་ཡབ་མིང་གསལ་གྱི་གཙུག་ལག་ལྷུ་ཁང་མཐུན་པའི་ལྷུ་ཉེར་བ་ཚོའི་སྐུ་ཚབ་དང། དེ་ནང་བཞིན་ཆེད་ལས་པ་ཚོའི་སྐུ་ཚབ་དེ་འདྲའི་གདམ་ཡག་གི་གནམ་སྲོལ་ཡོད་རེད་དེ་ཚོ་གདམ་པའི་སྐབས་ལ་ཡང་ཁོང་ཚོ་ལ་ཡུལ་ཤོག་ལུགས་ངན་སྤྱད་དེ་སྤྱི་ཡོངས་ཀྱི་སྤྱི་འཐུས་བདམས་པའི་སྐབས་ལས་ཡུལ་ཤོག་ཅིག་བླུག་གི་ཡོད་རེད། དམིགས་བསལ་ཁོ་རང་ཚོའི། འཐུས་མི་བདམས་པའི་སྐབས་ལས་ཡུལ་ཤོག་ཅིག་བླུག་གི་ཡོད་རེད། དེས། མི་གཅིག་གིས་ཡུལ་ཤོག་ཅིག་སེལ་ཡ་གི་ལྟ་གྲུབ་དང་འགལ་བ་ལ་བརྩི་གི་ཡོད་པ་མ་རེད། དེ་ནང་བཞིན་ནང་ཆོས་ཀྱི་རྒྱལ་ཁབ་ཁ་ཤས་ཀྱི་ནང་ལོགས་ལས། ཆོས་ལུགས་ཀྱི་སྤྱི་འཐུས་བདམས་ཡ་དང། སྤྱི་ཚོགས་ཀྱི་སྤྱི་འཐུས་བདམས་ཡ་ནང་ནི་ཡ། གོ་སྐབས། གླེན་ཐང་འདྲ་མིན་ཡོད་པ་དེ་འདྲའི་ང་ཚོ་ཚ་སྐྱིད་པ་ཡོད་པ་དེ་འདྲའི་ཡོད་རེད། དེ་འདྲའི་སོང་ཡིན་ཙང་ད་ལྟ་ང་ཚོ་ཧབ་ཐ་ག་ལ་བལྟས་པའི་སྐབས་ལ་ཡ། དེ་མ་ཉུང་ཡོད་པའི་བཟོ་རེ་བྱོས་ཡ་རེད་དེ་དེ་འདྲའི་མ་ཉུང་ལ་བརྩིས་པ་ཡིན་ན་ནི་ཡང་ང་ཚོའི་ད་ལྟའི་འགྲོ་བཞིན་པའི་ལམ་སྲོལ་དེའི་ནང་ལ། རྒྱ་གར་ལ་ཡོད་མཁན་དེ་ཚོ་ལ། ཡུལ་ཤོག་བཅུ་གཉིས་ལུགས་ཡག་གི་ཐོབ་ཐང་ཡོད་པ་དང་ཡུ་རོབ་བདེ་ངན་དེ་ཚོ་ལ་ཡུལ་ཤོག་གཉིས་ལུགས་ཡག་གི་ཐོབ་ཐང་ཡོད་པ་ཨར་ལི་བདུན་ངན་དེ་ཚོ་ལ་ཡུལ་ཤོག་གཅིག་ལུགས་ཡག་གི་ཐོབ་ཐང་ཡོད་པ་དེ་འདྲའི་མི་འདྲ་བ་ཆགས་འགྲོ་གི་འདུག་རྩིས་པ་ཡིན་ན་འང་དེ་ཡི་ཁེ་འཛག་ཆགས་འགྲོ་གི་རེད་དེ་འདྲས་སོང་ཡིན་ཙང་འདིའི་ཐོག་ལ་ཞིབ་ཚགས་པོའི་ངོས་ནས་ཞིབ་འཇུག་བྱེད་དགོས་ཡག་གི་གནས་བབ་དེ་གལ་ཆེན་པོ་རེད་བསམ་འདུག་ཐོག་མ་སྤྱི་འཐུས་སྐབས་དང་པོ་ཚུགས་པའི་སྐབས་ལ་ཡ། བོད་རིགས་ཀྱི་ནང་ལ་ཆོས་རྒྱུད་ཆོས་ལུགས་གང་ཡང་རུང་བ་ཀྱི་རྗེས་འཇུག་མ་ཡིན་ངེས་མེད་པའི་སུ་རབ་ཀྱི་རྩིས་བྱས། བོད་མི་ཚང་མ་ལོག་གི་ཆོས་ལུགས་སྤྱི་འཐུས་ནང་ནས་བླུགས་ཡོད་རེད་ཆོལ་ཁའི་སྤྱི་འཐུས་ནང་ནས་བླུགས་ཡོད་རེད། ད་སྐབས་ག་དུས་ཅི་ནས་ཆོས་ལུགས་དང་ཆོལ་ཁའི་ཡུལ་ཤོག་བླུགས་ཡག་གི་པ་ར་ལི་ཡ་ཆེ་བར་ཕྱི་བ་དེ་ཐག་གཅོད་ག་རེ་ཅི་ཐོག་ནས་བྱས་ཡོད་དེ་ངས་ཤེས་ཀྱི་མེད་ཨེ་ལྷག་པར་དུ་ཆོས་ལུགས་ཀྱི་སྤྱི་འཐུས་ཀྱི་ཡུལ་ཤོག་བླུགས་ཡག་གི་ནང་ལ། གྲྭ་བཙུན་དང་སྔ་བ་ཡིན་དགོས་ཡག་གི་གནས་ཚུལ་དེ་སྤྱི་འཐུས་སྐབས་གསུམ་པ་བཞི་བ་དེ་འདྲ་ཅིག་ནས་བྱུང་བ་བྱིན་ས་རེད་དེ་འདྲས་བཟོས་པའི་སྐབས་ལ་ཡ་རྒྱ་གཞུང་གི་གནས་ཚུལ་ག་རེ་ཡོད་པ་ངས་ཤེས་ཀྱི་མེད། དེ་རྒྱ་གཞུང་གི་གནས་ཚུལ་ཇི་ཏན་ཏན་ཡོད་མདོག་ག་བུ་རེད་དེའི་ཐོག་ནས་གཟིགས་པ་ཡིན་ན་དབྱེ་བ་ཕྱེ་དགོས་ཡ་དེ་གནས་སྟངས་ཕྱིན་གྱི་རེད་བསམ་འདུག་དེ་ཙམ་མ་ཡིན་དེ་ཙམ་མ་གཏོགས་ཅིག་གིས་ད་ལྟ་ང་ཚོས་འགྲོ་བཞིན་པའི་ལམ་སྲོལ་འདིས། དེང་རབས་ཀྱི་མང་གཙོའི་མི་གཅིག་ཡུལ་གཅིག་ཟེར་ཡག་གི་ལྟ་གྲུབ་དང་འགལ་བ་རེད་ཟེར་ནི་ངས་ཐག་བཅད་ནས་ལབ་ཐུ་ཡག་ཡོད་མ་རེད་བསམ་འདུག་ཐུགས་རྗེ་ཆེ། ཐུབ་མ།
བདག་གི་དྲིན་ཆེན་རྩ་བའི་ལག་དམར་རིན་པོ་ཆེ། གང་ཟག་ཕྱུག་ལ། གུས་པའི་སེམས་གཏིང་ནས། གུས་ཕྱག། ཕུར་པའི་སྒོ་ནས། དེ་ནས་བོད་མི་སེར་སྤྲོ་ལ་བཀའ་དྲིན་བླ་ན་མ་མཆིས་པ། དཔལ་ཆེན་སྐུ་ཕྲེང་གཅིག་པ་ཡི་བཀའ་དྲིན་དྲན་པའི་སྒོ་ནས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་སྤྱི་ཟླ་སྨྱོན་པ་ཚེས་ཉི་ཤུ་རྩ་གཅིག་གུས་པའི་བླ་གཟའ་གཟའ་པ་སངས་ཉིན་ཞོགས་ཀྱི་ཆུ་ཚོད་བཅུ་གཅིག་དཀར་མོ་བཅུ་གཅིག་ཐུག་ལ།

འདིའི་ཐུགས་ལ། བོད་ཀྱི་སྐུ་ཕྱི་གསུམ་ལས་འགུལ་ཚོགས་པ་ཡི་ཚབ་དང། ང་རང་མིའི་སྒེར་ཚབ་བཅས་ནས་བསང་མཆོད་ཁ་ཤས་བཅས་ཞུ་ཡ་ཡོད། དེ་ཡིན་པ་ཙང་ད་ཧྲེན་རིའི་མི་མོ་ཡི་དྲུང་ཆེས་གསུངས་པ་ནང་བཞིན་གྱི། ཆོས་ལུགས་གཅིག་མཐུན་དགོས་མི་འདུག་ཟེར་ནས་གལ་སྲིད་དེ་ཡི་རེ་བ་དེ་བོད་མི་མང་སྤྱི་མཐུན་ལྷན་ཚོགས་ཡི་དེ་ནས།

བཅའ་ཁྲིམས་དད་མཚན་དང་མོ་ལི་ཧུ་དང་མོ་གང་ས་སྐྱབས་མགོན་ཆེན་པོ་ཕྱུག་གི་མཚན་གནས་དང་འབྲེལ་བའི་ལྟར་བཅའ་ཁྲིམས་བསྐྱར་བཅོས་བྱེད་དགོས་ཆགས་ཀྱི་རེད། དེ་ནས་ཀྱི་ཡིན་པ་ཛམ་གལ་སྲིད།

རྒྱ་བོད་འགྲོ་སོང་དང། ཕྱི་རྒྱལ་ཡུལ་གྲོགས་ཁག་ནང་ལ། བོད་ཡིག་ཆབ་སྲིད་སྐད་ཡིག་རིག་གནས་རིག་གཞུང་ཚགས་ཚུད་པོ་ཡོང་ཐུབ་ཡག། འདི་ཚང་མ་གང་ཟག་སྐྱབས་མགོན་ཆེན་པོ་ཆུ་ཡི་སྣེ་ཁྲིད་ནས་མགོ་ཁྲིད་ནས་འཆར་གཞི་བཏིང་དཀའ་ལས་རྒྱབ་དཀའ་ལོ་གནང། དེའི་རྗེས་ལ།

དེ་ནས་བོད་མི་ས་ཡ་དྲུག་ལ་བཀའ་དྲིན་བླ་ན་མ་མཆིས་པ། དཔལ་ཆེན་སྐུ་ཕྲེང་གཅིག་པ་ཡི་བཀའ་དྲིན་དྲན་པའི་སྒོ་ནས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་སྤྱི་ཟླ་སྨྱོན་པ་ཚེས་ཉི་ཤུ་རྩ་གཅིག་གུས་པའི་བླ་གཟའ་གཟའ་པ་སངས་ཉིན་ཞོགས་ཀྱི་ཆུ་ཚོད་བཅུ་གཅིག་དཀར་མོ་བཅུ་གཅིག་ཐུག་ལ།

འདིའི་ཐུགས་ལ་བོད་ཀྱི་སྐུ་ཕྱི་གསུམ་ལས་འགུལ་ཚོགས་པ་ཡི་ཚབ་དང་ང་རང་མིའི་སྒེར་ཚབ་བཅས་ནས་བསང་ཚུལ་ཁ་ཤས་བཅས་ཞུ་ཡ་ཡོད། དེ་ཡིན་པ་ཙང་ད་ཧྲེན་རིན་མི་མོ་ཡི་དྲུང་ཆེས་གསུངས་པ་ནང་བཞིན་གྱི་ཆོས་ལུགས་གཅིག་མཐུན་དགོས་མི་འདུག་ཟེར་ནས་གལ་སྲིད་དེ་ཡི་རེ་བ་དེ་བོད་མི་མང་སྤྱི་མཐུན་ལྷན་ཚོགས་ཡི་དེ་ནས

བཅའ་ཁྲིམས་དད་མཚན་དང་མོ་ལི་ཧུ་དང་མོ་གང་ས་སྐྱབས་མགོན་ཆེན་པོ་ཕྱུག་གི་མཚན་གནས་དང་འབྲེལ་བའི་ད་བཅའ་ཁྲིམས་བསྐྱར་བཅོས་བྱེད་དགོས་ཆགས་ཀྱི་རེད། དེ་ནས་ཅི་ཡིན་པ་ཛང་གེ་སི།

བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཉིས། རབ་གནས་ཤིང་མོ་སྦྲུལ་གྱི་ལོ། དང། ད་ལོའི་ལོ་དེ། ལོ་དག་དེ། སྦྲུལ་དང། ཁམས་དེ། ཤིང། སྤྱི་དང་ད་ལོའི་ལོ་དེ་ལོ་ནག་གེགས་ཀྱི་དུ་བས། ལོ་ནག་ལ་ན། ལོ་དག་སྟག། སྤྲེལ། ཕག། སྦྲུལ། འདི་བཞི་ལ་ནི་སྨེ་བ་གཉིས་ནག་ཁེལ་བ་དང། ཨ་སྨེ་བ་གཉིས་ནག་དེ་ལོ་དགུ་རེའི་མཚམས་ནས་ཁེགས་ཡོད་རེད་ལོ་ནག་དེ་ཨ་སྨེ་བ་དེ་རྩུབ་པོ་རེད་འདི་སྒང་ལ་ལོ་ཟླ་བཞི་བོ་དེ་ལོ་ཟླ་ནང་ནས་ཤུགས་ཆེན་པོ་དང་རྩུབ་བ་ཡོད་རེད་ཨ་ནི་དམིགས་བསལ་གྱི་ག་རེ་རེད་ཟེར་ན་ལོ་དེ་ལ་ག་རེ་དབང་བསྒྱུར་དགོས་ས་དག་ས་དག་ཧའི་དཀྱིལ་དང་གནམ་དཀྱིལ་ལའོ་དེ་ཚོ་དམིགས་བསལ་གྱི་གདུག་རྩུབ་ཆེན་པོ་བྱས་པ་དང་ཨ་ནི་ལོ་དེ་ལ་བྱ་བ་ག་རེ་བྱས་ནས་ཨ་ནི་ས་བདག་དང་སོགས་ས་བདག་ལས་ཏེ་རུ་ང་དང་ཕྲག་དོག་ཚ་བོ་ཆེ་ཨ་ནི་བྱ་བ་བཟང་ང་བྱས་ན་ཨ་ནི་དེ་ལ་ལྡོག་ཕྱོགས་ཀྱི་ལན་སྤྲད་ཀྱི་ཡོད་ར་ཨོ་འདི་བཞིན་ཨ་ནི་ལོ་དེ་ལ་ལོ་ནགས་ཨོ་འདི་ལྟ་བུ་རེད། ཨ་ནི་ལོ་ནགས་ཀྱི་དུས་ཡུན་དེ་ག་ནི་འགོ་བཙུགས་ཀྱི་ཡོད་རེད་ལབ་ན་ད་དེ། བོད་ཟླ་བཅུ་གཅིག་པའི་ཚེས་གཅིག་ནས་ཨ་ནི་རྗེས་མ་ལོ་བོད་ཟླ་བཅུ་བའི་གནམ་གང་བར་དུ་ཨ་ནི་ལོ་ནགས་རེད། ཨ་ནི་ལོ་ནགས་སྐབས་ལ་ཨ་ནི་བྱེད་མ་ཆོག་པ་ག་རེ་ཡོད་རེད་ཟེར་ན་ཁ་ལས་ས་གོ་ལས་ན་ད་རྩིས་གཞུང་རྣམས་ལ་གསུངས་ཡོད་རེད། ཁ་ལས་ས་གོ་ས་འཁྲུད་ཡས་ལ་སོགས་པ་དང་ཨ་ནི་བག་མ་གཏོང་ལེན་བྱེད་ཡས་ལ་སོགས་དང་རྨ་རྒྱ་རྒྱུག་ལ་སོགས་པ་དང་ད་ག་རེ་གང་བྱས་གང་ལྟར་བྱ་བ་བཟང་པོའི་རིགས་བྱས་པ་ཡིན་ན། གནམ་སྐྱི་དང་ཧའི་སྐྱི་ལ་ཡས་དེ་ཚོ་ཨ་ནི་ཕྲག་དོག་གིས་ཨ་ནི་དེ་ཚོ་ལ་གནོད་པ་བཏང་ངེས་དང་འོ་འདི་འདྲས་ཀྱི་ཉེན་ཁ་ཡོང་གི་ཡོད་རེད། ད་དེའི་སྐབས་ལ་ག་སྲིད་སོ་སོའི་ལས་དབང་གི་དབང་གིས་ཨ་ནི་རྩིས་གཞུང་རྣམས་ལ་གསུངས་ཡོད་རེད། སོ་སོ་ལས་ཀ་དེ་ཚོ་མ་བྱེད་ཀ་མེད་བྱུང་ན་ག་རེ་བྱེད་དགོས་རེད་ཟེར་ན་སྒྲིབ་གཅོད་ཡོད་རེད། སྒྲིབ་གཅོད་ཟེར་ན་གཏོར་གཅོད་འམ་སྒྲིབ་གཅོད། གཏོར་མཆོད་འདི་ག་རེ་ཡོད་རེད་ཟེར་ན་སྤྱི་དང་ལོ་ནག་གི་བུམ་པ། ཡ་བེ་ལ་སོགས་པ་འོང་འདི་ལ་སོགས་པ་ཡོད་རེད། མི་ཚང་མ་གི་ད་བུམ་པ་དང་དེ་ཚོ་གི་གཏོར་མཆོད་འདི་བྱེད་མ་ཐུབ་ན་ང་ཚོའི་རྩིས་གཞུང་ནང་ལ་ག་རེ་གསུངས་ཡོད་རེད་ཟེར་ན། གོས་བུའི་ཆོས་དྲུག་ལ་ཡང་ང་ཚོ་ཟུང་དུས་མི་ཚང་ཚང་མ་ལ་ཟུང་དུས་ཡོད་ར་དག་པ་སྲིད་ཀྱི་རྡོ་ཏིག་གནམ་ས་གནང་སྐྱེས་ཉེ་བ་ཀུན་སྲིད་ས་ཡུམ་ཀ་ཡུམ་བཀྲ་ཤིས་བརྩེགས་པ། འོང་དེ་ཚོ་ཡིན་གཅིག་མིན་གཅིག་དོན་དགོས་དགོས་རེད། ཨན་འདིའི་སྒང་ལ་ང་ཚོ་སྲིད་པ་ཧོ་ལས་ཡོད་རེད་ཐང་ག་ཆེ། འོང་སྲིད་པ་ཧོ་དེ་སོ་སོ་ལས་ཀ་ག་བ་བྱས་ནས་འོང་འདིའི་ཁྲི་ལ། འཆར་དགོས་གལ་ཆེ་བ་ཡིན་ན་ནི་ས་བདག་དང་དེ་ཚོ་ལ་འཇམ་པའི་དབྱངས་ཀྱིས་བྱིན་གྱིས་བརླབས་ནས། འདི་གི་ཕྱག་རྒྱ་ལ་བལྟ་ནས་ནི་དེ་ཚོའི་གནོད་པ་དང་ཡང་ཉུང་བ་དང། ནི་དེའི་རྒྱབ་ལོགས་ལ་ཡི་གེ་བྱེད་པ་རེའང་འདིའི་ལོགས་དགོས་གལ་རེད། ད་ལོ་ནག་སྐབས་ལ། སྤྱི་དང་ལོ་ནག་ཁེལ་བ་ཡིན་ན་ཚེས་ཆ་བཟང་ངན་འདི་བལྟ་དགོས་གལ་རེད། ཚེས་ཆ་བཟང་བ་ཟེར་ན་ད་ད་ལོ། སྤྲ་བོ་ཆ་ཤར་ན་སྦྲུལ་ལོ་འདི་ལ་ནི་བོད་ཟླ་དང་པོ་དང། བོད་ཟླ་གསུམ་པ་གཉིས་ཟླ་བ་འདི་བཀྲ་ཤིས་ཟླ་བ་རེད། ཟླ་བ་དེ་བཟང་བ་མ་ཟད་ཨ་ནི་དམིགས་བསལ་གྱི་དེའི་སྒང་ལ་ཨ་ནི་ཚེས་གྲངས་དེ་སོ་སོ་གང་ཟག་སོ་སོ་གི་ལ་དཔག་པའི་རྟགས་དགོས་ཀྱི་ཡོད་རེད་མ་གཞི། སྤྱི་བ་ལ་ཕན་པ་ཅི་ཡོད་མ་རེད་ག་ག་ཤེད་ཨ་ནི་གང་ཟག་སོ་སོའི་བླ་ས་ཁེལ་བ་ཡིན་ན་གཞན་དག་གི་ཤེས་ས་ཁེལ་ཡ་ལ་སོ་སོ་སོའི་བླ་ས་སྲོག་ས་དེ་ཚོར་བསྟུན་དགོས་ཀྱི་ཡོད་རེད་ཨ་ནི། དེའི་སྒང་ལ་འཕྲོད་སྦྱོར་བཟང་ངན་དེ་ཚོ་བརྟག་དགོས་ཀྱི་ཡོད་རེད།